ལོ་རྒྱུས་ཞིབ་འཇུག་པས་དགོངས་པ་ལྟར་ན་བོད་ཀྱི་སྒྲ་སྙན་ནི་མི་ལོ་སུམ་སྟོང་དགུ་བརྒྱའི་ཡར་སྔོན་ལ་གངས་ཏི་སེ་དང་མཚོ་མ་པང་གི་ལྟེ་བར་བྱས་པའི་མདོ་དབྱིན་མཐོ་སྒང་ནས་བྱུང་ཞིང། ཆོས་བརྒྱུད་མི་འདྲ་བ་དང་ཁམས་པ་ཁྱུ་བཞི་གི་ཆོས་བརྒྱུད་ནི་རིམ་བྱོན་བོད་བསྟན་སྨད་བར་གསུམ་དང་ས་གནས་གཞན་ལ་དར་བ་དང། དུས་ཕྱིས་སུ་མི་རིགས་གཞན་དང་རྒྱལ་ཁབ་གཞན་གྱི་རིག་གནས་ཀྱི་ཤུགས་སྐྱེད་དགོངས་རིག་གནས་ལྡུག་ལྟར་བྱུང་སྟེ། སྒྲ་སྙན་ལ་མིག་གི་འབོད་ཚིག་ཡང་མང་དུ་བྱུང་ཡོད། བོད་ཀྱི་སྒྲ་སྙན་ལ་མཐའི་སྤྲོ་སྣང་དཔལ་གྱི་ཐོག་ནས་དབྱེ་ན། འཐེན་སྤྲོ་གཉིས་ལྡན་གྱི་སྒྲ་སྙན་དང་བརྒྱུད་སྤྲོ་སྒྲ་སྙན་བརྒྱུད་འཐེན་སྒྲ་སྙན་གྱི་གསུམ་དུ་དབྱེ་ཡོད། འོ་ན་ད་ལྟ་ཡོངས་ཁྱབ་ཏུ་བཤད་པའི་བརྒྱུད་སྤྲོ་སྒྲ་སྙན་དེའི་གྲུབ་ཚུལ་དང་བཟོ་སྐད་གང་འདྲ་རེད་ཟེར་ན། ཐེངས་འདིའི་མཁན་སྤྲུལ་སྒྲོལ་མའི་ལེ་ཚན་དུ་བོད་ཀྱི་ལོ་རྒྱུས་འབུམ་རམས་པ་ལས་ཤོར་སྒྲ་སྙན་རིག་གནས་ཉག་ཤོས་པ་དགེ་རྒན་བཀྲ་ཤིས་ཟླ་བ་ལགས་ནས་སྒྲ་སྙན་གྱི་གྲུབ་ཚུལ་དང་བཟོ་སྐད་ཀྱི་སྐོར་ལ་མཁྱེན་གྲངས་ངོ་དེ་ཡིན་པས་སྐུ་ཉིད་ཀྱིས་གསན་གཟིགས་གནང་བར་དགའ་བསུ་ཞུ།

ཀོང་པོའི་སྒྲ་སྙན་གྱི་ཤེས་པ་ཟེར་མཁན་དེ་རེད། ཀོང་པོའི་གི་སྒྲ་སྙན་ཤེས་པ་དེའི་ནང་ལོགས་ལ་གཙོ་བོ་ག་རེ་ངོ་སྤྲོད་ཞུས་ཡོད་རེད་ཟེར་ན་སྒྲ་སྙན་གྱི་གྲུབ་ཚུལ་དང་དེའི་བཟོ་བཀོད་མི་འདྲ་བ་ཆ་ཚང་རེ་རེ་བྱས་ནས་མ་ངོ་སྤྲོད་མདོར་བསྡུས་ཤིག་ཞུས་ཡོད་རེད། ད་ད་ལྟའི་ལེ་ཚན་འདི་ལས་ཞུ་ཡས་དེ་ག་རེད་ཟེར་ན་ད་འོ་ན་སྒྲ་སྙན་གྱི་བཟོ་བཀོད་དེ་ག་འདྲས་ཟེར་རེད་པས་ཟེར་ན། འོ་སྒྲ་སྙན་གྱི་བཟོ་བཀོད་འདི་ཐོག་མར། ཁྱུང་གི་དབུ་བརྙན་ནས་རིམ་བཞིན་རྟའི་དབུ་བརྙན་དེ་ནང་བཞིན་འབྲུག་གི་སྒོ་བརྙན། དེ་ནང་བཞིན་ག་རེ་ཟེར་ན་ཆུ་སྲིན་གྱི་སྒོ་དེ་ནང་བཞིན་དགྲ་གཉེན་འཇམ་གཟུགས་ཅན་ཟེར་ད་དེང་དུས་ཀྱི་དུས་ཚོད་ལ་ག་རེ་ཟེར་ན་དགྲ་གཉེན་འཇམ་གཟུགས་ཅན་དེ་སྤྱིར་ཁྱབ་ཆེ་བ་བེད་སྤྱོད་བྱེད་ཀྱི་རེད་ད་འོ་ན་དགྲ་གཉེན་གྱི་མིང་ཐེན་སྐྱེད་རེ་རེ་བྱས་ནས་ག་འདྲས་ཟེར་བྱུང་ཚུལ་གྱི་སྐོར་གྱི་མདོར་བསྡུས་ཞུས་པ་ཡིན་ན། ད་ཆིང་གི་དུས་རུ་བཤད་པའི་དམངས་གཞས་དུམ་བུ་དེའི་ནང་ལོགས་ལ་ཀོང་པོའི་དགྲ་གཉེན་བྲོ་བརྡུང་དུམ་བུ་དེའི་ནང་ལོགས་ལ་ག་རེ་གསུང་ཡོད་རེད་ཟེར་ན་དགྲ་གཉེན་གྱི་སྒོ་ལ་བསིལ་ཐང།

ཐང་འདི་པད་མ་ཐང་ཟེར་ངན་པད་མའི་པད་ཐང། ཨོ་པད་མའི་པད་ཐང་ཟེར་ངན་དེ་བོད་ཀྱི་ལུང་པ་ལ་བཤད་སྲོལ་མི་འདྲ་བ་མང་པོ་ཞེ་བོ་བརྗོད་རེད་ཆེ་ཙང་པད་མའི་པད་ཐང་དེ་བྲག་ཕུག་ཐང་ཤིན་ཏུ་ནས་རྒྱ་ཆེན་པོ་ནང་བཞིན་མཆིས། ད་འོ་ན་དགྲ་གཉེན་གྱི་རྒྱུད་སྐུད་དེ་ལས་གཟི་དང་ར་མའི་རྒྱུ་མ་འདྲ་པོ་ཡོད་སྲིད་པས་དགྲ་གཉེན་གྱི་རྒྱུད་སྐུད་དེ་ག་རེད་ཟེར་ན། རའི་རྒྱུ་མ་ལ་བཟོས་པ་ཅིག་ཡིན་སྲིད་རྒྱུད་སྐུད་དེ། ད་དེ་ནང་བཞིན་ག་རེ་ཟེར་ན། དགྲ་གཉེན་གྱི་རྫིང་དེ་ལས་བཟི་དང། དགྲ་གཉེན་གྱི་རྫིང་དེ་ལས་བཟི་དང། རྫིང་དེ་ག་རེ་ཟེར་ན་རི་རི་ཁོག་མ་འདྲ་པོ་ཅིག་ཡོད། ང་ཚོས་ཁ་ལག་སྣོད་ཁོག་མ་འདྲ་པོ་ཅིག་ཡོད། དགྲ་གཉེན་གྱི་སྒ་དེ་ལས་བཟི་དང། སྒ་དེ་ག་འདྲ་ཅིག་ཡོད་རེད་ཟེར་ན་ཏཱ་ལའི་ལ་མོ་འདྲ་པོ་ཅིག་ཡོད། ད་འོ་ན་གྲམ་ཉག་གི་གཅུས་ཕུག་ཟེར་ཡའི་རྒྱུ་མཚན་ག་རེ་རེད་ཟེར་ན་གཅུས་ཕུག་ཟེར་ཡའི་རྒྱུ་མཚན་གཅུས་ཟེར་ན་ཕག་ཚུགས། འགྲིམས་པའི་དོན་དག། དེ་གཅུས་བྱས་ག་རེད་ཟེར་ན་རྒྱུ་སྐུད་དེ་བརྟན་པར་བྱེད་ཡ་གི་ཕུར་པ་ནང་བཞིན་གཅིག་ཡིན་དུས་ཚར་ནས་གཅུས་ཕུར། གཅུས་ཕུར་ཟེར་ན་ག་རེ་གཟིགས་ཡོད་རེད་ཟེར་ན། གཅུས་བྱས་རྒྱུ་སྐུད་བརྟན་པར་བྱེད་པའི་ཕུར་པ། གཅུ་ཕུག་གི་བཟོ་ལྟ་དེ་དེང་སང་ང་ཚོས་ག་རེ་ཟེར་ན་བུམ་གཟུགས་ནང་བཞིན་ཅིག་ཆགས་བཞིན་ཡོད་རེད། སྔོན་མའི་གཅུ་ཕུག་གི་བཟོ་ལྟ་གཙོ་བོ་དེ་ག་རེ་ཟེར་ན་ཕུར་པའི་བཟོ་ལྟ་རེད་ཕུར་པ། ང་ཚོས་བསྟན་པ་མི་འགྱུར་བ་བྱེད་ཕུར་པའི་བཟོ་ལྟ་བྱེད། དེ་ལས་གཅུ་ཕུག་བྱེད། ད་འོ་ན་དགྲ་གཉེན་གྱི་མགོ་བོ་ཟེར་ན་ག་རེ་ཟེར་གྱི་རེད་ཟེར་ན་དགྲ་གཉེན་གྱི་དེ་ཡན་ལ་དགྲ་གཉེན་གྱི་མགོ་བོ་ཟེར་གྱི་ཡོད་རེད། དགྲ་གཉེན་གྱི་མིང་ཆ་ཚང་ག་རེ་མི་འདྲ་ལ་བརྟེན་ནས་བྱུང་བ་རེད་ཟེར་ན་མགོ་བོ་གི་དབུ་བརྙན་མི་འདྲ་བ་ལ་བརྟེན་བྱས་དགྲ་གཉེན་གྱི་མིང་མི་འདྲ་བ་རེད། དཔེར་ན་ངའི་དགྲ་གཉེན་དེ་ལས་ཆ་བཞག་སོང་ན་དགྲ་གཉེན་འཇམ་གཟུགས་རེད། གལ་སྲིད་དེའི་སྐེ་ན་ཁྱུང་གི་མགོ་ཡོད་ན་དགྲ་གཉེན་ཁྱུང་མགོ། དགྲ་གཉེན་རྒོད་པོ། དགྲ་གཉེན་གོ་བོ། གལ་སྲིད་དེའི་སྐེ་ན་རྟའི་མགོ་ཡོད་ན་དགྲ་གཉེན་རྟ་མགོ། གལ་སྲིད་དེའི་སྐེང་ལ་འབྲུག་གི་མགོ་ཡོད་ན་དགྲ་གཉེན་འབྲུག་མགོ། གལ་སྲིད་དེའི་སྐེང་ལ་ནུ་བོ་མེ་འབར་ཡོད་ན་དགྲ་གཉེན་ནུ་བོ་མེ་འབར། ད་འོ་ན་དེ་ཡན་ལ་མགོ་བོ་ཟེར་དུས་ཚར་ནས། འོ་ན། མགོ་བོ་གི་སྐུ་བརྙན་མི་འདྲ་བ་ཡིན་ན་དེ་འགའ་ལ་ག་རེ་ཟེར་གྱི་ཡོད་རེད་ཟེར་ན། དགྲ་གཉེན་གྱི་འཇིང་པ། དགྲ་གཉེན་གྱི་རྟ་ཁུང། ཐའོ། གྲམ་ངན་གྱི་སྟ་གུང་འདི་ག་རེད་ཟེར་ན། སྟ་གུང་མདུན་ནས་བསྔོགས་པ་གཅིག་དང་སྟ་གུང་རྒྱབ་ནས་བསྔོགས་པ་གཉིས་ཡོད་རེད། སྔོན་མའི་གྲམ་ངན་རྙིང་པ་མང་ཆེ་བ་ལ་སྟ་གུང་འདི་རྒྱབ་ནས་བསྔོགས་ཡོད་རེད། དཔེ་དེ་ཆ་བཞག་སོང་ན། ཏུན་ཧོང་གི་ལྡེབས་རིས་སྒང་ལ་ཡོད་པའི་གྲམ་ངན་དེ་ཚོ། དེ་ནང་བཞིན་ག་རེད་ཟེར་ན། སྲུང་བཙན་སྒམ་པོའི་ཆང་རྐྱེན་རྟ་མགོ་ཅན་གྱི་ནང་ལོགས་ལ་ཡོད་པའི་གྲམ་ངན་དེ་ཚོ། དེ་ཚོ་མང་ཆེ་བས་ག་རེད་ཟེར་ན། གྲམ་ངན་གྱི་དབུ་བརྙན་འདི་ཡོད་མ་རེད་ཡིན་ནའང་ག་རེད་ཟེར་ན་གྲམ་ངན་གྱི་སྟ་གུང་འདི་ག་རེ་ཟེར་ན། རྒྱབ་དེ་ནས་ཚུར་ཡོད་པ། དེས་མ་ཚད་ག་རེ་ཟེར་ན་དགྲ་གཉེན་གྱི་དབུ་བརྙེས་དེ་མེད་པ་ཡིན་པ། ཐ་འོ་ན་དགྲ་གཉེན་གྱི་ཟོག་པོ་དེའི་སྒེང་ནས་དབྱེ་བ་ཕྱེ་ཡོང་ཡིན་ན་དགྲ་གཉེན་ལ་དགའ་ག་ཚོད་ཡོད་རེད་ཟེར་ན་དགའ་གཉིས་ཡོད་རེད། དངོས་ཕན་དགྲ་གཉེན་མང་ཆེ་བ་ལ་དགའ་གཅིག་ལས་ཡོད་མ་རེད་དེང་སང་ག་རེ་ཟེར་ན། མུ་མཐུད་དགྲ་གཉེན་དེ་འཕེལ་རྒྱས་འགྲོ་བའི་བརྒྱུད་རིམ་ནང་ལོགས་ལ་དགའ་གཉིས་ཆགས་ཡོད་རེད་དགའ་གཉིས་ཆགས་རྗེས་དེ་ལས་མེད་ཁ་དང་དེ་ལས་ཡས་ཁ་ཟིག་ཡོད་རེད། ག་ཟེར་ན་ག་རེད་ཟེར་ན་དཔྱ་དངོས་གང་རུང་ཅིག་མི་འགྱུར་བར་བརྟན་པར་བྱེད་ཡས་དེ་ལས་ག་ཟེར་ཡོད་རེད་དཔེར་ན་ང་ཚོས་རྟ་ལ་ག་ཡོག་ལྟ་བུ། མི་འགྱུར་བར་བརྟན་པར་བྱེད་པ་བྱས་ཙང་གྲབས་ཉལ་གྱི་རྒྱུད་སྐུད་དེ་མི་འགྱུར་བར་བརྟན་པར་བྱེད་ཡས་དེ་ལས་ག། རྒྱུད་སྐུད་དེ་འཕགས་ཚུལ་མི་འགྱུར་བར་བྱེད་ཡས་ལ་ག། རྒྱུད་སྐུད་ཀྱི་སྒྲ། བཅུད་བཅས་བརྟན་པར་གནས་ཡས་ཀྱི་ཕུར་པ་དེ་ལས་བཅུད་ཕུར། མཐར་གྲབས་ཉལ་གྱི་ག་བཅུད་ཕུར་མཐར། མུ་མཐུད་ངོ་སྤྲོད་ཞུ་ཡས་དེ་གྲབས་ཉལ་གྱི་ག་རེད་ཟེར་ན་རྒྱུད་སྐུད།

དེ་ག་རེད་ཟེར་ན་རྒྱུད་སྐུད་གཅིག་ཅན་གྱི་གྲབས་གཉན་ཐོག་མར་མདའ་གཞུ་ལས་བྱུང་བ་ཡིན་དུས་ས་ནས་རྒྱུད་སྐུད་གཅིག་ཅན་གྱི་གྲབས་གཉན། དེ་ནས་རིམ་བཞིན་ག་རེད་ཟེར་ན། རྒྱུད་སྐུད་གཉིས་ཅན་གྱི་གྲབས་གཉན། དེ་ནས་རིམ་བཞིན་རྒྱུད་སྐུད་གསུམ་ཅན་རྒྱུད་སྐུད་དྲུག་ཅན་རྒྱུད་སྐུད་བརྒྱད་ཅན་ལ་སོགས་པ་ཕྱིན་ཆད་ཡིག་ཚང་གི་ནང་ལོགས་ལ་ག་རེ་ཐོན་ཡོང་གི་ཡོད་རེད་ཟེར་ན་གྲབས་གཉན་རྒྱུད་བརྒྱ་པ། ཟེར་དུས་རྒྱུད་སྐུད་ཤིན་ཏུ་ནས་མང་པོ་ཡོད་པ་དེ་འདྲས་ཅིག་གསལ་ཡོང་གི་ཡོད་རེད། མཐའ་ཡི་གནད་ག་རེ་ཟེར་ན་མི་ཡི་རྣ་བའི་དགའ་སྟོན་ལ། སྒྲ་བརྙན་གྱི་རྒྱུད་རིགས་མི་འདྲ་བ་ཁ་ཤས་ཀྱིས་མ་ཁ་གསལ་པོ་བྱས་ནས་བྲིས་ཡོད་རེད། རྒྱུད་སྐུད་ཀྱི་མང་ཉུང་དེའི་ཆ་ནས་ཞུས་པ་ཡིན་ན་ང་ཚོ་དེང་སང་ཁྱབ་ཆེ་ཤོས་དེ་རྒྱུད་སྐུད་དྲུག་ཅན་གྱི་སྒྲ་བརྙན་རེད། རྒྱུད་སྐུད་དྲུག་ཅན་དེ་ཡི་དོན་དངོས་ཐོག་བཤད་ན་རྒྱུད་གཉིས་གཉིས་སྒྲ་གཅིག་བྱས་རྗེས། སྒྲ་གསུམ་དང་ལྡན་པ་གཅིག། འགྱོད་གདོང་ལ་སྒྲ་གསུམ་དང་ལྡན་པའི་སྒྲ་སྙན་ཅིང། མདོར་བསྡུས་ནས་བཤད་པ་ཡིན་ན་དེང་སང་དངོས་སུ་བེད་སྤྱོད་བྱེད་མཁན་ག་རེ་ཟེར་ན། བོད་ཡུལ་རྟ་དམག་གི་རྒྱུད་ལ་སྒྲ་སྙན་རྒྱུད་སྐུད་བཞི་ཅན། ཀོང་པོ་དང། སྨར་ཁམས་ཀྱི་རྒྱུད་ལ་སྒྲ་སྙན་རྒྱུད་སྐུད་གསུམ་ཅན་བེད་སྤྱོད་བྱེད། དབུས་གཙང་གི་རྒྱུད་ལ་ག་རེ་ཟེར་ན་སྒྲ་སྙན་རྒྱུད་སྐུད་དྲུག་ཅན་བེད་སྤྱོད་བྱེད། ད་འོ་ན། ཕོ་བྲང་ནང་གི་གར་རོལ་དང། འབྲུག་ཡུལ་གྱི་རྒྱུད་ལ་ག་རེ་ཟེར་ན་གྲབས་གཉན་རྒྱུད་རྒྱུད་བདུན་ཅན་བེད་སྤྱོད་བྱས་རྗེས་དེང་སང་ཡོངས་ཁྱབ་ལ་ད་གྲབས་གཉན་རྒྱུད་མི་འདྲ་བ་དེང་སྐྱེས་བེད་སྤྱོད་བྱེད་པའི་ལོག་སྲོལ་བྱུ་ཡ་རེད། ནམ་རྒྱུན་བཟོས་ཡོང་དུས་ཚ་ནས་གྲབས་གཉན་འདི་གནའ་བོའི་གྲབས་གཉན་ཆ་ཚང་ག་རེ་ཟེར་ན་ཤིང་གཅིག་ལས་བཟོས་ཡོང་གི་ཡ་རེད་གོ་གནས་མཇུག་ཏུ་ཤིང་དུམ་བུ་གཅིག་བྱས་རྗེས་བཟོས་ཡོང་གི་ཡ་རེད། དེ་ནས་གཅུས་བུ་དེ་ཤིང་གླང་མས་ཟོས་ཡོང་གི་རེད་དེ་ཤིང་བདག་པས་ཟོས་ཡོང་གི་རེད། ཡིན་ནས་དེང་སང་འདྲ་མཉེན་ཟོས་ཡོང་དུས་ས་ནས་དུམ་བུ་གསུམ་ལས་གྲུབ་བྱས་ཟོས་ཡོང་གི་རེད་གསུམ་ལས་གྲུབ་བྱས་ཟོས་ཡོང་གི་རེད། ད་འོ་ན། འདྲ་མཉེན་དེ་གྲུབ་ཚུལ་གྱི་ནང་ལོགས་ནས་འདྲ་མཉེན་གྱི་ལག་པ་འཇུ་ས་དེ་ནས་མ་ག་རེ་གཟིགས་ཡོད་རེད་ཟེར་ན་འདྲ་མཉེན་གྱི་ལག་འཇུ་གཟིགས་ཡོད་རེད། དོན་དངོས་ཐོག་དྲ་བརྙན་གྱི་རྫིང་ཆུང་བ་དང་དྲ་བརྙན་གྱི་ཁ་རས་ཟེར་ན་གོ་འོག་གི་བར་ཐག་དེ་འགྱེལ་ལ་དྲ་བརྙན་གྱི་ལག་ཆུ་ཟིག་ཡོད་རེད། བདུན་དེ་འགྱེལ་ལ་ང་ཚོས་ཁ་རས་ཟེར་ན་ཤིང་ལེབ་ལེབ་དེ་ལས་དྲ་བརྙན་གྱི་ཐེབས་དཔང་ཟིག་ཡོད་རེད། འཛུགས་རྒྱག་ས་མི་འདྲ་བ་ལ་དྲ་བརྙན་གྱི་ཐེབས་གནས་མི་འདྲ་བ་ཟིག་ཡོད་རེད་དེ་ཐེབས་རྒྱག་སའི་གནས་མི་འདྲ་བ་དྲ་བརྙན་གྱི་ཐེབས་གནས་མི་འདྲ་བ། ཁྱེད་རང་ལ་དཀྲོལ་གཏོང་གི་རྩལ་ཡོད་པ་ཡིན་ན་དྲ་བརྙན་གྱི་ཐེབས་གནས་དེ་ཁྱེད་རང་གི་ག་བར་བསྒྱུར་རྒྱུ་རེད་རྒྱུ་མཚན་ག་རེ་རེད་ཟེར་ན

དེ་ནང་བཞིན་དགྲ་གཉེན་གྱི་དེ་རུ་དེང་སང་གི་དུས་སུ་དགྲ་གཉེན་ལ་རྫིང་ཆེ་ཆུང་གཉིས་ཡོད་རེད། ཁག་ཅིག་གིས། རྫིང་ཆེན་རྫིང་ཆུང་ཟེར་ཡོད་རེད། སྔོན་མའི་དགྲ་གཉེན་ཆ་ཚང་ལ་ག་རེ་ཡོད་རེད་ཟེར་ན། རྫིང་གཅིག་རེད་ད་རྫིང་གཅིག། དཔེར་ན་ང་ཚོ་ག་རེད་ཟེར་ན། ཏུན་ཧོང་ནས་ཐོན་པའི་དིབ་རིས། སྲུང་བཙན་སྒམ་པོའི་ཆང་རྐྱེན་གྱི་སྟེང་གི་དིབ་རིས། དེ་ནང་བཞིན་ག་རེད་ཟེར་ན། འབྲུག་པ་ཀུན་ལེགས་ཀྱི་སྐབས་སུ་དགྲ་གཉེན་དེ་ཚོ་ཡས་ག་རེད་ཟེར་ན། བཟོ་ལྟ་ག་འདྲའི་རེད་བས་ཟེར་ན་རྫིང་གཅིག་བྱས་པ་དེ་འདྲའི་རེད། ད་རྒྱབ་ལོག་གི་ག་འདྲའི་ཟེར་ན་དཔའ་ལོ་དེ། ང་ཚོས་ནམ་རྒྱུན་ག་རེ་ཟེར་ན་རྒྱབ་ནས་ཐུགས་སུ་བལྟས་ཡོང་དུས་ས་ནས་དཔའ་ལོ་རིང་ཐུང་གཉིས་ཡོད་རེད་དཔའ་ལོ་རིང་བ་དེ། སྤྱིར་བཏང་བྱས་ནས་ང་ཚོའི་ལག་འཇུའི་མཚམས་དེ་ཞིག་ཡོད་རེད། དཔའ་ལོ་ཐུང་བ་དེ་ང་ཚོའི་རྫིང་ཆུང་གི་མཚམས་དེ་ཞིག་ཡོད་རེད། དེ་ནས་དེ་ལས་ག་རེ་ཟེར་ན་དགྲ་གཉེན་གྱི་པད་མ་དགྲ་གཉེན་གྱི་སྦལ་མགོ་ཟིག་ཡོད་རེད་ད། དེ་ག་རེད་ཟེར་ན་ང་ཚོའི་གྲབས་གཉེར་གྱི་སྤྱིར་གྲུབ་ཚུལ་བསྡུར་དུས་ཆེས་ཆེ་དྲག་ཏུ་ང་ཚོས་གྲབས་གཉེར་གྱི་གསལ་འདེབས་དེ་ཞུས་པ་ཡིན་ན། གྲབས་གཉེར་གྱི་གསལ་འདེབས་དེ་ག་རེད་ཟེར་ན། གྲབས་གཉེར་གྱི་ཤེས་དཔལ་ནང་ལོགས་ལ་རྒྱ་བལ་གྱི་ལོ་ཙཱ་ནང་བཞིན་གྱི་ཡོད་སྲིད་རྒྱ་གར་དང་བལ་པོ་རྒྱ་ནག་བོད་དེང་རྒྱལ་གྱི་ལོ་ཙཱ་བ་ནང་བཞིན་དེའི་ནང་ནས་སེམས་ལ་བསམ་པའི་སྒྲ་ཆ་ཚང་འདོན་ཐུབ་མཁན་གསལ་འདེབས་དེ་ཡིན་སྲིད། ད་འོ་ན། སྔོན་མ་སྒྲ་མཉན་དེ་སེམས་སྡེས་སྟོན་གྱི་རེད་བས་ཟེར་ན། སྔོན་མ་སེམས་སྡེས། སྟོན་གྱི་ཡོད་བ་མ་རེད་ཐོག་མར་ག་རེ་སྟོན་གྱི་ཡོད་རེད་ཟེར་ན་སྒྲ་མཉན་དཀྲོལ་བའི་རི་མོ་གཟིགས་དུས་ཚར་ནས་ཡིན་གྱི་མིན་གྱི་ག་རེ་ཟེར་ན་རྫུ་གུས་དཀྲོལ་ཡོང་གི་ཡོད་རེད་རྫུ་མོས་དཀྲོལ་ཡོང་གི་རེད། རིམ་བཞིན་འཕེལ་འགྱུར་གྱི་བརྒྱུད་རིམ་ནང་ལོགས་ལ་ག་རེ་ཟེར་ན་སྒྲ་མཉན་གྱི་གཞུ་དང་སྒྲ་མཉན་གྱི་སེམས་སྡེ་སའི་དབྱེ་བ་གཉིས་བྱུང་བ་རེད། སེམས་སྡེ་དེ་དེང་སང་ང་ཚོས་ཆུང་ཆུང་དེ་འདྲས་ཅིག་བྱས་པ་རེད། གཙང་གི་རྒྱུད་ལ་སེམས་སྡེ་དེ་དེ་ལས་ཆུང་བ་ཡོད་རེད་ད་ཆུང་ཆུང་ཅིག་ཡོད་རེད། ང་ཚོས་ག་རེ་ཟེར་ན། མཐེ་བོར་གཟིམ་ཐུགས་མ་དུ་བྱས། མཐའ་འོ་ན། ཏུན་ཧོང་གི་ལྡེབས་རིས་དང་སྲུང་བཙན་སྒམ་པོའི་ཆང་རྐྱེན་གྱི་སྟེང་གི་བྲམ་ཉེ་གི་སེ་འབྲས་དེ་ག་འདྲས་རེད་ཟེར་ན། ཤིན་ཏུ་ནས་ཆེན་པོ་ཆེ་བ་རེད་ད། ཆེན་པོ་ཆེ། ད་ལྟའི་འཕེལ་རྒྱུག་གི་བརྒྱུད་རིམ་ནང་དུ་རིམ་བཞིན་ག་རེད་ཟེར་ན་དེང་སང་ད་ལྟའི་ཕྱི་འབྱུང་དེ་འདྲས་ཀྱི་ཆ་བྱད་སྤྱི་ཡོངས་ལ་དེ་འདྲས་ཀྱི་བེད་སྤྱོད་བྱེད་ཀྱི་ཡོད་རེད། ཞེས་འབྱུང་སྟེ། དེ་ཡི་གྲབས་གཉན་གྱི་གྲུབ་ཚུལ་དེ་ཉིད་ངོ་སྤྲོད་མདོར་བསྡུས་བྱས་མཐར་གྲབས་གཉན་གྱི་པགས་པ་དེ་ཆ་བཞག་སོང་ན། གྲབས་གཉན་གྱི་པགས་པ་དེ་སྲོལ་རྒྱུན་རང་གིས་ལོག་སྲོལ་བྱས་པ་ཡིན་ན་ག་རེ་ཟེར་ན། བོད་ལ་ཁྱབ་ཆེ་ཤོས་དེ། ནུར་ལུག་ཡིན་དུས་ཚར་ནས་ལུག་གི་པགས་པ་བྱེད་ཀྱི་རེད། ད་ཅུང་ཟད་ཁ་ཅིག་གིས་མཉེན་པ་བྱས་རྗེས་སྐད། གསང་བ་བྱས་རྗེས་རའི་པགས་པ་བྱེད་ཀྱི་རེད་ད་དུང་ཁ་ཅིག་གིས། རྣ་བའི་པགས་པ་དང་བརླ་བའི་པགས་པ་དུ་ལྟས་སྦགས་པ་ལ་སོགས་པ་སྦྱོར་ཡས་ཀྱི་ལོག་སྲེད་དེ་འདྲ་ཡོད་རེད། ཡིན་ནས་ག་རེ་ཟེར་ན། རྒྱ་དཀར་ནག་གི་རིག་གནས་ཀྱི་ཤོག་རྐྱེན་འོག་ལ་རིམ་བཞིན་ག་རེ་ཟེར་ན་སྦྲུལ་ཡིག་སྦགས་པ་སྦྱར་ཡས་ཀྱི་ལོག་སྲེད་དེ་འདྲའི་ཆེ་དེང་སང་བྱུང་རྗེས་དར་རྗེས་ཁྱབ་ཆེན་པོ་དར་འཕེལ་ཕྱིན་བསྡད་ཡོད་རེད། མཐའ་དོན་གྱི་དེ་གཉིས་ལ་དབྱེ་ཁུངས་དེ་གཉིས་ལ་ག་རེ་གཟིགས་ཡོད་རེད་ཟེར་ན་གྲབས་ཉལ་གྱི་དགྲ་ཁ་གཟིགས་ཡོད་རེད། གྲབས་ཉལ་གྱི་དགྲ་ཁ་དེ་སྔོན་མའི་གྲབས་ཉལ་རྙིང་པ་ཆ་ཚང་ལ་གྲབས་ཉལ་གྱི་ཁ་དེ་ག་བར་ཡོད་རེད་ཟེར་ན་གྲབས་ཉལ་གྱི་ཁ་དེ་དེ་ཡོད་རེད་ཁ་དེ་དེ། མཐར་རིམ་བཞིན་འཕེལ་རྒྱས་ཀྱི་བརྒྱུད་རིམ་ནང་ལོགས་ལ་ཁ་རས་ཟེར་ན། གྲབས་ཉལ་གྱི་ཁ་དེ་བཙན་པོའི་རྒྱལ་རབས་ཀྱི་སྐབས་ནས་དེ་རུ་དོན་ཡལ་ཏེ་བྱུང་བ་རེད། མཐར་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ཀྱི་གཡས་གཡོན་ལ་ལྷ་སའི་ཁུལ་ལ་གྲབས་ཉལ་ལ་ག་རེ་བྱུང་བ་རེད་ཟེར་ན། བྲག་ཁ་ཆུང་བ་དེ་སྒྲིག་ཡས་ཀྱི་ལོག་སྲོལ་དེ་བྱུང་རྗེས་དེང་སང་སྒྲ་བརྙན་ཡོངས་ཁྱབ་ལ་ག་རེ་ཟེར་ན་སྒྲ་ཁ་གཉིས་ཡོད་རེད་སྒྲ་ཁ་གཉིས། སྒྲ་བརྙན་གྱི་སྒྲ་ཁ་གཉིས། དེ་ནས་ག་རེ་ཟེར་ན་ལྷ་སའི་སྒྲ་བརྙན་ཅུང་ཡག་པ་དེ་ཚོ་ལ་ག་རེ་ཟེར་ན་སྒྲ་བརྙན་གྱི་ཁ་ཅིག་དེ་རུ་དོན་ཡོང་གི་ཡོད་རེད། ཟེར་ཡས་ལ་ག་རེ་ཟེར་ན་སྒྲ་བརྙན་གྱི་དེ་རུ་འབྲུ་གཅིག་བླུགས་སོང་ན་འདུག་བྱས་སོང་ན་དེ་ནས་དོན་སོང་ན་སྐད་ཡག་པོ་ཡོད་རེད་ཟེར་གྱི་ཡོད་རེད། དེ་ག་རེ་ཟེར་ན

སྟ་གོན་དེ་དེ་ནས་ཚུར་སྔོག་བྱས་རྒྱུ་གུས་དཀྲིས་ཡོང་གི་རེད་སྟ་གོན་དེ་ནང་ལོག་རྒྱུ་གུས་དཀྲིས་ས་དེ་ལས་ང་ཚོས་འགྱོད་གཞོང་བཟོས་ཀྱི་ཡོད་རེད། དེ་ག་རེད་ཟེར་ན་གྲབས་ཉལ་གྱི་གྲུབ་ཚུལ་དེ་འདྲའི་ངོ་སྤྲོད་མདོར་བསྡུས་ཀྱི་དེ་འདྲས་ཟེར་རེད། ད་ཅིང་གཞས་དེའི་ནང་ལོག་ལ་གྲབས་ཉལ་དེ་ག་རེད་ཟེར་ན་ཕུ་ཤིང་བཏགས་པ་དང་ངུ་ཤིང་སྣང་མ་ལས་བྱུང་བའི་སྐོར་ཅིག་ག་རེ་ཡོད་རེད་ཟེར་ན། གྲབས་ཉལ་རྟ་མགྲིན་དབང་རྒྱལ་མི་དགོས་གོ་གོས་གོ་གིས། ཕོ་བཞིན་སྟག་པ་གུག་གིས་སྟག་པའི་སྡོང་བུ་གུག་གིས། མོ་བཞིན་གླང་མ་གུག་གིས་གླང་མའི་ཡལ་ག་གུག་གིས་ཟེར་ད་ག་རེ་ཟེར་ན་སྒྲ་སྙན་གྱི་གཟུགས་དེ་རང་ག་རེ་ལས་གཟུགས་ཡོད་རེ་ཟེར་ན་ཤིང་སྟག་པ་ལས། འོ་ན་སྒྲ་སྙན་གྱི་བཅུ་བོ་དེ་ག་རེ་ཟེར་ན་ཤིང་གླང་མ་ལས་གཟུགས་ཡོད་རེད། ད་འོ་ན་སྒྲ་སྙན་གྱི་རྒྱུད་སྐུད་དེ་ག་རེ་ལས་གཟུགས་ཡོད་རེ་ཟེར་ན་མདུན་རུ་བཤད་པ་ནང་བཞིན་རའི་རྒྱུ་མ་ལས་གཟུགས་ཡོད་རེད། དེ་འདྲ་ཡིན་དུས་ས་ནས་སྒྲ་སྙན་དེའི་ནང་ལོགས་ཀྱི་སྤྱིའི་གྲུབ་ཆ་དེ་ག་རེ་ཟེར་ན། ང་ཚོའི་ཉེ་འཁོར་ལ་ཡོད་པའི་སྐྱེ་དངོས་དང། རྩི་ཤིང་དེ་ནང་བཞིན་གྱི་སེམས་ཅན་དེ་ཚོ་དང་འབྲེལ་བ་བྱས་ནས་བྱུང་བ་རྐྱང་རྐྱང་ཅིག་རེད། འོ་ན་དྲ་ཉེ་གི་སྲན་ཏེ་དེ་ག་རེ་ལས་བཟོས་ཀྱི་ཡོད་རེད་ཟེར་ན། སྲན་ཏེ་དེ་སྤྱིར་རུས་ཀོག་གི་རྩེ་མོ་ལས་བཟོས་ཀྱི་ཡོད་རེད་རུས་ཀོག་རུས་ཀོག་གི་རྩེ་མོ་ལས། ད་ཡིན་ནས་དེང་སང་སྲན་ཏེ་ལ་སྒྲ་མི་འདྲ་མང་པོ་ཞིག་ཡོད་རེད་རྒྱུ་ཆ་སྒྲ་མི་འདྲ་མང་པོ་ཞིག་ཡོད་རེད། ད་འོ་ན་སྒྲ་མྱེད་དེའི་ནང་ལོགས་ལ་ད་དུང་ངོ་སྤྲོད་བྱེད་རྒྱུ་ག་རེ་ལས་ཡོད་རེད་ཟེར་ན་སྒྲ་མྱེད་ཀྱི་ལུང། ད་འོ་ན་སྒྲ་མྱེད་དེ་བཟོས་ཡོང་དུས་ག་འདྲས་སུ་བཟོས་ཡོང་གི་ཡོད་རེད་ཟེར་ན་ལུང་པ་མི་འདྲ་བ་ལ་བཟོ་ཚུལ་མི་འདྲ་བ་མང་པོ་ཞིག་ཡོད་རེད། དེས་མ་ཚད་སྒྲ་མྱེད་ཀྱི་ཆེ་ཆུང་ཚད་དེ་ལུང་པ་མི་འདྲ་བ་ལ་ཆེ་ཆུང་མི་འདྲ་བ་མང་པོ་ཡོད་རེད། ང་ཚོས་ནམ་རྒྱུན་བཤད་སྲོལ་ལ་ག་རེ་ཟེར་གྱི་ཡོད་རེད་ཟེར་ན་དགོས་པ་ཡོད་ན།

བོད་ཀྱི་སྒྲ་སྙན་ལའང་ཐན་ཕྲུག་རྣོན་པོའི་ཐོག་ནས་དབྱེ་བ་རིས་གསུམ་དུ་ཕྱེ་བ་ལས་གོང་དུ་རྗེ་ཁྲོ་སྒྲ་སྙན་གྱི་གྲུབ་ཚུལ་དང་བཟོ་སྐལ་ངོ་སྤྲད་མདོར་བསྡུས་བྱས་ཟིན་པ་རེད། འོ་ན་ད་ལྟ་ཡོངས་ཁྱབ་ཏུ་བཤད་པའི་སྒྲ་སྙན་གྱི་རྣོན་པ་འདི་དང་སྒྲ་སྙན་དང་འབྲེལ་བའི་རིགས་པའི་གཞུང་ལུགས་ཀྱི་དཔེ་ཆ་ཐོག་མ་དེ་དུས་ནམ་ཞིག་ལ་བྱུང་བ་རེད་ཟེར་ན། ད་ང་ཚོས་ག་རེ་ཟེར་ན་གྲབས་ཉེས་ཀྱི་བཟོ་བཀོད་དེ་ད་ལྟ་མཐོང་བ་འདི་དེང་སང་གི་གྲབས་ཉེས་རེད་ད་འོ་ན། ཆིག་སྟོང་བཞི་བརྒྱའི་གཡས་གཡོན་ལ་ག་རེ་ཟེར་ན་འབྲུག་པ་ཀུན་ལེགས་ཀྱི་དུས་ཚོད་དེ་ཡང་ག་རེ་ཟེར་ན་གྲབས་ཉེས་ཀྱི་བཟོ་བཀོད་དེ་ག་འདྲས་ཅིག་ཡོད་རེད་ཟེར་ན་ད་ལྟ་ང་ཚོས་དངོས་སུ་མཇལ་རྒྱུ་ཡོད་པ་དེ། འབྲུག་ཡུལ་དྲི་མེད་ལྷ་ཁང་ཟེར་ངེས་དེའི་ནང་ལོགས་སུ་འབྲུག་པ་ཀུན་ལེགས་ཀྱི་ཕྱག་ན་གྲབས་ཉེས་བསྣམས་པའི། ལྡེབས་རིས་ཀྱི་མཇལ་རྒྱུ་ཡོད་རེད། དེའི་ནང་ལོགས་ལ་ག་རེ་ཡོད་རེད་ཟེར་ན། འབྲུག་པ་ཀུན་ལེགས་ཀྱི་ཕྱག་ལ་གྲབས་བརྙན་རྫིང་གཅིག་བྱས་པ་ཅིག་གནང་ཡོད་རེད་རྫིང་གཅིག་བྱས་པ་ཅིག། རྫིང་གཅིག་བྱས་པ་གྲབས་བརྙན་དེའི་དམིགས་བསལ་གྱི་ཁྱད་ཆོས་ག་རེ་ཡོད་རེད་ཟེར་ན། ཁོ་ལ་ག་རེ་ཟེར་ན་གཞུ་བདར་ཡས་བྱས་རེད་གཞུ་བྱས། བྱས་ཙང་འབྲུག་པ་ཀུན་ལེགས་བཞུ་འདི་ཕྱག་གཡོན་གྱི་དེ་ན་གོན་བྱའི་གྲབས་བསྙེན་འདི་བཀྲོལ་བའི་རྣམ་པ་བྱས་རྗེས་མ་བྱུང་ཟེར་ཅིག་ག་རེ་ཟེར་ན་ལྡེབས་རིས་འགེངས་ནས་ང་ཚོ་བྱས་རྒྱུ་ཡོད་རེད་གྲབས་བསྙེན་འདི་ག་རེ་ཟེར་ན་དམིགས་བསལ་གྱི་ཁྱད་ཆོས་དེ་རྒྱུད་རྒྱུད་བཞི་ཅན་གྱི་གྲབས་བསྙེན་རེད། ད་འོ་ན། ང་ཚོས་དེ་ནས་ག་རེ་གསལ་བཤད་བྱེད་ཐུབ་ཀྱི་ཡོད་རེད་ཟེར་ན་ཆིག་སྟོང་བཞི་བརྒྱའི་གཡས་གཡོན་དེ་ཡང་ང་ཚོ་བོད་ཀྱི་གྲབས་བསྙེན་འདི་ག་རེ་ཟེར་ན་རྒྱུད་རྒྱུད་བཞི་ཅན་གྱི་གྲབས་བསྙེན་ཅིག་ཡིན་པ། དེ་དང་ག་རེ་མཐུན་བསྡད་ཡོད་རེད་ཟེར་ན། དེ་དང་ཏུན་ཧོང་གི་ལྡེབས་རིས་ཀྱི་གན་ལ་ཡོད་པའི་འདྲ་མཉེན་རྒྱུད་སྐུད་བཞི་ཅན་ཡིན་པ། དེ་དང་ད་དུང་ག་རེ་མཐུན་ཡོད་རེད་ཟེར་ན། སྲུང་བཙན་སྒམ་པོའི་ཆང་རྒྱན་རྟ་མགོ་ཅན་གན་ལ་ཡོད་པའི་འདྲ་མཉེན་རྒྱུད་སྐུད་བཞི་ཅན་ཡིན་པ་དེ་འགས་མཐུན་ནས་བསྡད་ཡོད་རེད། འོ་ན་འབྲུག་པ་ཀུན་ལས་ཀྱི་སྐབས་དེའི་དམིགས་བསལ་ཁྱད་ཆོས་དེ་ག་རེ་ཚུགས་མངོན་ཡོང་གི་རེད་ཟེར་ན་དྲ་བརྙན་དེ་ལས་ཞུ་དར་རྗེས་དཀྲོལ་གཏོང་བྱས་ཀྱི་རྣམ་པ་དེ་ང་ཚོས་གསལ་པོ་ཞེ་པོ་མངོན་ཡོང་གི་རེད། བྱས་ཙང་ང་ཚོས་ག་རེ་ཟེར་ན་དྲ་བརྙན་དེ་དུས་ཚོད་ཤིན་ཏུ་རིང་པོ་ཅིག་གི་ནང་ལོགས་ལ། འཐེན་འཁྲོལ་གཉིས་ལྡན་གྱི་རོལ་ཆ་ཅིག་ཆགས་རྗེས་དེ་འདྲས་སུ་བསྡད་ཡོད་རེད། ད་འོ་ན་དེང་སང་གི་སྒྲ་བརྙན་དེ་འདྲའི་དམིགས་བསལ་བཟོ་ལྟ་དེ་འདྲའི་ཅིག་ལས་སུའི་སྐབས་ལ་འགྱུར་ར་ཡིན་ན་བསམ་པ་ཡིན། ད་ནས་བརྩིས་པའི་ལོ་ངོ་སུམ་བརྒྱའི་ཡར་སྔོན་ལ་གཙང་པ་རྒྱལ་པོའི་སྐབས་ལ་གཙང་པ་རྒྱལ་པོས་སྲིད་སྐྱོང་བའི་ལོ་ཉི་ཤུའི་ནང་ལོགས་ལ་དེ་ནས་ཁོང་གིས་ག་རེ་ཟེར་ན། ལ་དྭགས་ཀྱི་རྒྱུད་ནས་སྒྲ་བརྙན་མཁས་པ་མང་པོ་ཅིག་མ་གདན་འདྲེན་ཞུས་རྗེས་བོད་ཀྱི་སྲོལ་རྒྱུན་གནའ་བོའི་བཙན་པོའི་སྐབས་ཀྱི་ཁ་རས་ན་ལོག་སྲོལ་མ་ཉམས་པ་རྒྱུན་འཛིན་བྱས་རྗེས་དེ་ནས་དྲ་བརྙན་གྱི་སོབ་ལྟ་དེ་དམིགས་བསལ་ཅན་དུ་ཚུར་སྐྱོར་བཅོས་ཅིག་གནང་རྗེས་དེ་ག་རེ་རྒྱུན་འཛིན་བྱས་པ་རེད་ཟེར་ན་དགའ་ལྡན་ཕོ་བྲང་གི་སྲིད་དབང་ཆིག་སྟོང་དྲུག་བརྒྱ་ཡས་ཡུན་ལ་དགའ་ལྡན་ཕོ་བྲང་གི་སྲིད་དབང་བཙུགས་ཡོང་དུས་ཚར་ནས་དགའ་ལྡན་ཕོ་བྲང་གི་སྲིད་དབང་གི་དམིགས་བསལ་དུ་ག་རེ་ཟེར་ན་གཙང་སྟོད་རྒྱལ་པོའི་ཆོག་ལ་དམིགས་བསལ་གྱི་མི་བཏང་བྱས་ག་རེ་ཟེར་ན་ཕ་ནས་ཚུར་གྲབས་ཉེས་མཁས་པ་དེ་ཚོ་གདན་འདྲེན་ཞུ་ཡས། གཙང་སྟོད་རྒྱལ་པོའི་གཙང་པ་རྒྱལ་པོས་ག་རེ་ཟེར་ན་དམིགས་བསལ་གྱི་གནའ་བོའི་སྲོལ་རྒྱུན་དེ་ཚོ་ཚུར་གདན་འདྲེན་ཞུས་བྱས་ག་རེ་བཟོས་པ་རེད་ཟེར་ན་མིག་ཡིད་རྣ་བའི་དགའ་སྟོན་ཟིན་ངན་དེ་ཚུར་བརྩམས་བྱས་བོད་ཀྱི་གྲབས་ཉེས་དང་འབྲེལ་བའི་རིག་པའི་གཞུང་ལུགས་ཐོག་མ་དེ་མ་བྱུང་བ་རེད། བོད་ཀྱི་སྒྲ་སྙན་ལ་མཐའི་སྤྲོ་སྣང་པའི་ཐོག་ནས་དབྱེ་བ་རིས་གསུམ་དུ་བཤད་པ་ལས་མཐའི་སྤྲོ་གཉིས་ལྡན་གྱི་སྒྲ་སྙན་དང་གཞན་མཐའི་སྒྲ་སྙན་ཡེ་ལུའི་དགོངས་རྟོགས་དུ་དར་ནས་ཡོད་པ་རེད་ཟེར་ན། ད་ང་ཚོས་ཞུ་ཡས་དེ་སྒྲ་སྙན་གྱི་དབྱེ་བ་དེ་མདོར་བསྡུས་ཀྱིས་ངོ་སྤྲོད་ཞུས་པ་ཡིན་ན་སྒྲ་སྙན་དབྱེ་བ་དེ་ངོ་སྤྲོད་ཞུ་དུས་ད་ནི་སྤྱིར་བོད་ཀྱི་སྒྲ་སྙན་དེ་ག་རེ་ཟེར་ན་དབྱེ་བ་རིགས་གསུམ་ལ་དབྱེ་བ་ཕྱེ་ན་འགྲིག་ཡོད་རེད། རིགས་གསུམ་དེ་ག་རེ་རེད་ཟེར་ན་རིགས་གཅིག། ཞོ་ཐན་སྒྲ་མཉན། དེའི་གན་ལ་ཞུགས་ཁོ་ན་བེད་སྤྱོད་བྱེད་ཡས་ཀྱི་སྒྲ་མཉན། རིགས་གཞན་པ་དེ་ག་རེད་ཟེར་ན། རྒྱུད་གྲོལ་སྒྲ་མཉན་རྒྱུད་རྒྱུད་དེ་སེམས་སྡེ་ཁེ་བྱས་གྲོལ་ཡས་ཀྱི་སྒྲ་མཉན། རིགས་གཅིག་ག་རེ་རེད་བས་ཟེར་ན་ཐན་གྲོལ་གཉིས་ལྡན་གྱི་སྒྲ་མཉན། ཞུ་ཡས་དར་ཡས་ཡོད་པ་སེམས་སྡེ་ཡས་ཁེར་ཡས་ཡོད་པ་དེ་འདྲས་ཀྱི་སྒྲ་མཉན་ཅིག་རེད། ད་འོ་ན་ཐན་ཀྲོའི་གཉིས་ལྡན་གྱི་གྲབས་ཉལ་དེ་ཁྱབ་ཆེ་ཤོས་ག་བར་ཡོད་རེད་ཟེར་ན་གཅིག། ཀོང་པོའི་རྒྱུད་ལ་ཡོད་རེད་ཀོང་པོའི་གྲབས་ཉལ་རེ་མ་ཟེར་ངེས་དེ་ཐན་ཀྲོའི་གཉིས་ལྡན་གྱི་གྲབས་ཉལ་རེད། གཅིག་ག་བར་ཡོད་རེད་ཟེར་ན་མངའ་རིས་དང་ལ་དྭགས་ཀྱི་རྒྱུད་ལ་ཡོད་རེད་ཁོང་ཚོའི། མངའ་རིས་ཀྱི་རྒྱུད་ལ་གྲབས་ཉལ་རྒྱུད་སྐུད་གསུམ་ཅན་གཅིག་ག་རེད་ཟེར་ན་ཐན་ཀྲོའི་གཉིས་ལྡན་གྱི་ཐོག་ནས་གཏོང་མཁན་དེང་སང་མི་རེ་ཚེ་གཉིས་ཚེ་དེ་འདྲའི་ཞུ་ཡོད་རེད་ཟེར་དངོས་སུ་དེ་འདྲའི་ཡོད་རེད་ཟེར་གསུང་གི་འདུག་དེ་ནང་བཞིན་ག་རེད་ཟེར་ན་ལ་དྭགས་ཀྱི་ཡུལ་ལ་ཡི་དམ་ཉན་རྒྱུ་རྒྱུད་བཞི་ཅན་ཐེ་འགྲོའི་གཉིས་ལྡན་གྱི་རྣམ་པ་ནས་དེང་སང་བསྡད་ཡོད་པ་དེ་འདྲའི་ང་ཚོས་མཐོང་རྒྱུ་ཡོད་རེད། ཐེ་འགྲོའི་གཉིས་ལྡན་གྱི་དམ་ཉན་གཙོ་བོ་དེ་ཀོང་པོ་དང་མངའ་རིས་ལ་དྭགས་ཀྱི་རྒྱུད་ལ་ཡོད་པ་བཅས། ད་འོ་ན་ཞོ་སྟན་གྱི་གྲབས་གཉེར་དེ་ག་བ་ཡོད་རེད་ཟེར་ན་ཞོ་སྟན་གྱི་གྲབས་གཉེར་དེ་དོན་དངོས་ཐོག་ག་རེད་ཟེར་ན་པིན་ཝོ་ལེ་མ་རིམ་བཞིན་སྔོན་མའི་གྲབས་གཉེར་གྱི་ཆེས་སྔོན་མའི་མིང་པིན་ཝོ་ཟེར་མཁན་དེ་ནས་རིམ་བཞིན་དབྱེ་བ་ཕ་གས་རྗེས་ག་རེད་ཟེར་ན་ཐེན་ཁྲོན་གཉིས་ལྡན་གྱི་གྲབས་གཉེར་ལས་ཞོ་སྟན་གྱི་གྲབས་གཉེར་དེ་གཅིག་ག་རེད་ཟེར་ན་དིང་རིའི་རྒྱུད་ལ་དིང་རིའི་རྩེ་རྩེའི་སི་ཏུ་རྒྱུད་རྒྱུད་གསུམ་ཅན་གྱི་གྲབས་གཉེར། ད་ནི་དེ་ཡོད་རེད། དིང་རི་རྩེ་རྩེའི་ཟེར་ཏེ། གཅིག་ག་པར་ཡོད་རེད་ཟེར་ན། ཁམས་ཀྱི་རྒྱུད་ལ་ཁམས་ཀྱི་རྒྱུད་རྒྱུད་གཉིས་ཅན་གྱི་ཞོ་སྟེང་འགྲམ་ཉེ། པིང་བ། ཁམས་ཀྱི་པིང་བ་ཡོད་རེད། ང་ཚོས་ནམ་རྒྱུན་ཤོན་རྩེ་ཟེར་ཡོད་རེད་ཁོ་ག་རེ་རེད་ཟེར་ན། ཆེས་ཐོག་མའི་དུས་སུ་ཤོན་རྩེ་ཡི་མཉམ་པོ་དང་གོར་ཤའི་མཉམ་པོར་གྲུབ་ཡའི་རོལ་ཆ་དེ་ཡིན་དུས་ཚར་ནས་དེའི་མིང་དེ་ཚུར་སུ་རུ་བྱ་བྱེད་ཤོན་རྩི་སི་ལབ་ཡེ་དཔེར་ན་ལྷ་སའི་ནང་མ་དུ་ཞིག་ནང་ལོག་ལ་ཡེ། ཁྲུང་ཁྲུང་ཤོན་རྩི་དང་རྨ་བྱ་ཤོན་རྩི་སི་ཡེ་དེ་འདྲའི་དོན་ཡོང་གི་ཡོད་རེད་ཕྱེད་ཙང་ཤོན་རྩི་སི་ཡེ་དེ་བོད་སྐད་རང་ནང་བཞིན་ཅིག་དེ་ནང་བཞིན་གྱི་ད་དུང་ག་རེ་ཡོད་རེད་པས་ཟེར་ན། ཁམས་ཀྱི་ངོས་ལ་ག་རེ་ཟེར་ན་གྲམ་སྙན་འབྲོང་མགོ་མ་སི་ཡེ་དེ་འདྲའི་ཡོད་རེད་དེ་ཚོ་ག་རེ་ཟེར་ན་ཞོ་ཐན་གྱི་གྲམ་སྙན་གྱི་ཁོངས་སུ་འགྲུག་ཡོད་རེད། གོང་ལ་ང་ཚོས་ག་རེ་ཟེར་ན་དྲ་བརྙན་གྱི་དབྱེ་བ་མདོར་བསྡུས་ཀྱི་མ་ངོ་སྤྲོད་ཞུས་ཚར་སོང། གཤམ་ལ་ང་ཚོས་མུ་མཐུད་ག་རེ་ཟེར་ན་དྲ་བརྙན་གྱི་གྲ་སྒྲིག་སྟངས་མདོར་བསྡུས་ཀྱི་ངོ་སྤྲོད་ཞུས་པ་ཡིན་ན། དྲ་བརྙན་གྱི་གྲ་སྒྲིག་སྟངས་ལ་སྤྱིར་ག་རེ་ཟེར་ན། རིགས་ཆེ་བ་གཉིས་ཡོད་རེད། བྱེ་བྲག་གི་རིགས། དེ་འདྲའི་མང་པོ་བྱས་རེད། ང་ཚོས་དྲ་བརྙན་རྒྱུ་སྤུས་དྲུག་པའི་སྟེང་ནས་ཆ་བཞག་པ་ཡིན་ན། རིགས་གཅིག་ཁ་རེ་བས་ཟེར་ན་བོད་སྒྲིག་ཟེར་ད་ཁ་རེས་ཟེར་ན་བོད་རང་གི་སྲོལ་རྒྱུན་གྱི་དྲ་བརྙན་གྱི་གྲ་སྒྲིག་སྟངས་ཆེས་གནའ་བོའི་དྲ་བརྙན་གྱི་གྲ་སྒྲིག་སྟངས་དེ་རེད། དེ་ལས་ག་རེ་གཟིགས་ཡོད་རེད་ཟེར་ན་ཁ་ཅིག་གིས་གསེག་བྲིས་གཟིགས་ཡོད་རེད་དེ་ག་རེ་ཟེར་ན་གྲ་སྒྲིག་ཡོང་དུས་ཚར་ནས་སྒྲ་གང་གང་རྐྱང་དེ་སྐད་སྦོམ་ཤོས་བྱས་དེ་ནས་མར་རིམ་བཞིན་གསག་ལ་ག་རེ་ཟེར་ན་སྐད་ཕར་རུ་ཕར་རུ་འགྲོ་གི་ཡོད་དུས་ཚར་ནས་གསེག་བྲིས། བོད་སྒྲིག་ཟེར་ཡས་ཀྱི་མིང་དེ་ག་རེ་ཟེར་ན། ལྟོས་བཅས་ཀྱི་སྒོ་ནས་བྱུང་ང་ཅི་རེད། དེ་ག་འདྲས་སུ་བྱུང་བ་རེད་ཟེར་ན། བཙན་པོའི་རྒྱལ་རབས་ཀྱི་ཡར་སྔོན་ལ། ཁ་འབབ་ཆུ་བཞི་དང་དར་ལམ། བྱ་འདྲེན་རྟ་ལམ། ཆུ་ལུག་མེ་འདྲ་བ་ལ་སོགས་པ་བརྒྱུད་ནས་ག་རེད་ཟེར་ན། མདོ་དབུས་མཐོ་སྒང་རིག་གནས་མང་པོ་ཅིག་རྒྱ་དཀར་ནག་གི་ཡུལ་ལ་སོགས་པ་ལ་དར་འགྲོ་དུས་ས་ནས་བཙན་པོའི་རྒྱལ་རབས་ཀྱི་སྐབས་སུ། རྒྱ་དཀར་རྒྱ་ནག་གི་ཤོག་རྐྱེན་གྱི་འོག་ལ་རིག་གནས་མང་པོ་ཅིག་ཚུར་སླར་ཡང་ལྡོག་ཐར་བྱུང་བ་རེད། དེའི་སྐབས་སུ་ག་རེ་བྱུང་བ་རེད་ཟེར་ན། དྲ་བརྙན་གྱི་གྲ་སྒྲིག་སྟངས་དེ་ལ་ཡང་རྒྱ་དཀར་ནག་གི་ཤོག་རྒྱན་ཐེབས་རྗེས་གྱ་སྒྲིག་ཟེར་ཡ་ཞིག་བྱུང་བ་རེད། དེ་ལས་ལྟོས་བཅས་ཀྱི་སྒོ་ནས་དེ་ནི་ང་ཚོའི་སྲོལ་རྒྱུན་གྱི་གནའ་བོའི་གྲ་སྒྲིག་སྟངས་དེ་ལས་བུད་སྒྲིག་ཟེར་བཞག་ཡོད་རེད། ད་འོ་ན། གྱ་སྒྲིག་ཟེར་བའི་མིང་དེའི་འབོད་ཚུལ་གཞན་པ་ལ་ག་རེ་ཟེར་གྱི་ཡོད་རེད་ཟེར་ན་གཞུང་སྒྲིག་ཟེར་གྱི་ཡོད་རེད། གཞུང་འབྲེལ་ཟས་གོས་པའི་རྒྱུ་མཚན་ག་རེད་ཟེར་ན། དུས་ཕྱིས་སུ་ད་ནས་བརྩིས་པའི་ལོ་སུམ་བརྒྱའི་ཡར་སྔོན་ལ་ག་རེད་ཟེར་ན། གཙང་སྟོད་རྒྱལ་པོའི་སྐབས་ལ་ག་རེད་ཟེར་ན་གཙང་སྟོད་རྒྱལ་པོས་གཞུང་ཕྱོགས་ནས་ག་རེད་ཟེར་ན་དགྲ་གཉེན་གྱི་གྲ་སྒྲིག་སྟངས་དེ་ལས་དམིགས་བསལ་གྱིས་ག་རེད་ཟེར་ན་སྒྱོར་བཅོས་བྱས་རྒྱ་དཀར་ནག་གི་ལོག་སྲོལ་ནང་བཞིན་སྒྱོར་བཅོས་བྱས། དེས་མ་ཚད་ག་རེ་ཟེར་ན་དགའ་ལྡན་ཕོ་བྲང་གི་སྲིད་དབང་གི་སྐབས་ལ། གར་པའི་ཚོགས་པ་བཙུགས་རྗེས་ག་རེ་ཟེར་ན་དམིགས་བསལ་དུ་འདྲ་མཉེལ་གྱི་སྐད་སྒྲིག་སྟངས་དེའི་སྒང་ལ་བསྒྱུར་བཅོས་ཤུགས་ཆེན་པོ་ཅིག་གནང་རྗེས་ག་རེ་ཟེར་ན་དེང་སང་གི་སྐད་སྒྲིག་གི་འདྲ་མཉེལ་སྲིད་དར་ལྷ་སའི་ཡུལ་གཙོ་བོ་བྱས་པའི་བོད་ཡུལ་མང་ཆེ་བ་ལ་དར་སོ་ཆེན་པོ་བྱས་ཀྱི་འདྲ་མཉེལ་གྱི་སྐད་སྒྲིག་སྟངས་དེ་བྱུང་བ་རེད། ད་གོང་དུ་ང་ཚོས་དྲ་བརྙན་གྱི་གྲ་སྒྲིག་སྟངས་གཙོ་བོ་དེ་བོད་བྲིས་དང་རྒྱ་བྲིས་གཉིས་མ་མདོར་བསྡུས་ཀྱིས་ངོ་སྤྲོད་ཞུས་པ་རེད་དེ་མིན་པའི་དྲ་བརྙན་གྲ་སྒྲིག་སྟངས་གཞན་པ་ཁ་ཤས་ཅིག་ཡོད་པ་དེ་ཡུལ་ལུང་མི་འདྲ་བ་ལ་དམིགས་བསལ་ཁྱད་ཆོས་མི་འདྲ་བ་དེ་འདྲའི་ཆུང་ཆུང་དེ་འདྲའི་མང་པོ་ཅིག་ཡོད་རེད། ཡུལ་ལུང་མི་འདྲ་བ་ལ་སོ་སོའི་སྐད་གཤིས་མི་འདྲ་བ་དང་དེ་ནང་བཞིན་གྱི་བློ་ཁར་དང་རོལ་མོའི་དཀྲོལ་གཏོང་གི་ཐུབ་ཚད་མི་འདྲ་བ་མང་པོ་ཅིག་ཡོད་རེད་ད་དེའི་ནང་ནས་དེ་རིང་ཐོག་མར་ང།